སྲིད་སྐྱོང་འོས་མི་དབུ་དཀར་ཚང་སྐལ་རྡོར་ལགས་དེ་སྔ་བྱང་ཨ་རིའི་སྐུ་ཚབ་དོན་གཅོད་གནང་བའི་སྐབས་སུ་དོན་གཅོད་ལས་ཁུངས་ཀྱི་ནང་ལ་སྐྱབས་མགོན་རིན་པོ་ཆེ་གི་སྐུ་པར་སྒྲིག་གཤོམ་གནང་མེད་པ་དང་དེའི་གི་ཚབ་ལ་དཔལ་ལྡན་སྲིད་སྐྱོང་གི་སྐུ་པར་སྒྲིག་གཤོམ་གནང་ཡོད་པ་ལ་བརྟེན་ནས། གནད་ཡོད་མི་སྣ་འགའ་ཤས་ཀྱིས་དོན་གཅོད་ལས་ཁུངས་ལ་ཕྱག་བྲིས་འབུལ་བ་བྱུང་ཡོད་པ་དང། ད་ག་ནང་བཞིན་སྤྱི་ཚོགས་ནང་ལ་ཡང་སྐྱོན་བརྗོད་དང་གླེང་སློང་ཧ་ལས་པའི་ཤུགས་ཆེན་པོ་བྱུང་ཡོད་རེད། གྲོས་ཚོགས་རལ་པའི་ནང་ལས་འགུལ་སྤྱི་འཐུས་རྣམ་པ་ཚོས་ཀྱིས་སྐྱོན་བརྗོད་དང་གླེང་སློང་ཤུགས་ཆེན་པོ་བྱས་པ་ལ་བརྟེན་ནས་མཐའ་མ་དེ་ལ། བྱ་ང་རིགས་སྐུ་ཚབ་དོན་གཅོད་ཀྱི་ནང་ལ་སྐྱབས་མགོན་རིན་པོ་ཆེ་སྐུ་པར་འདི་ཡང་སྒྲིག་གཤོམ་གནང་ཐུབ་པ་བྱུང་ཡོད་རེད། རྩ་བའི་ཆབ་སྲིད་ཀྱི་འགོ་ཁྲིད་འདི་སྲིད་སྐྱོང་ཆགས་ཀྱི་ཡོད་རེད་དེ། ཡིན་ནས་ང་ཚོ་བཅའ་ཁྲིམས་རིན་པོ་ཆེ་གི་དོན་ཚན་དང་པོ་ད་ག་རང་ནང་ལ་ཡང་བོད་དང་བོད་མི་གི་མགོན་སྐྱབས་དང་མཚོན་རྟགས་འདི་སྐྱབས་མགོན་རིན་པོ་ཆེ། བོད་རྒྱལ་ཁབ་ཀྱི་དབུ་ཁྲིད་འདི་སྐྱབས་མགོན་རིན་པོ་ཆེ་ཆགས་བསྡད་ཡོད་རེད། འདིའི་ནང་ནས་ཨ་ནི་ད་ལྟ་ཀྱི་སྐྱབས་མགོན་རིན་པོ་ཆེ་སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ། ཀྱི་ལས་ཁུངས་གནད་འགག་ཅན་དེའི་ནང་ལ་སྐྱབས་མགོན་རིན་པོ་ཆེ་གི་ངོ་བོ་མཚོན་བྱེད་ལས་སྐུ་པར་མ་བཞག་ནས་སྲིད་སྐྱོང་གི་བཞག་ཡས་དེ་འགྲིག་གི་མི་འདུག་བྱས་ནས་ད་གླེང་སློང་དེ་དེའི་ཚུལ་ཞིག་ལ་རེད། དེ་འདྲ་ཡིན་དུས་རྩ་ནས། སྐབས་དེའི་གི་གྲོས་ཚོགས་ཚོགས་དུས་བརྒྱད་པ། ཕྱི་ལོ་ཉིས་སྟོང་བཅུ་བཞི་གི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གསུམ་ཞོགས་ཁས་ཆུ་ཚོད་དགུ་དང་ཕྱེད་ཀའི་ཐོག་གྲོས་ཚོགས་ར་བའི་ནང་ལ་གླེང་སློང་ཤུགས་ཆེན་པོ་གནང་ཡོད་པའི་གི་སྐུའི་སྤྱི་འཐུས་རྣམ་པས་ཟུར་གྱི་ཆ་ཤས་ག་འདྲའི་ཞིག་འདུག་དེའི་གི་སྙིང་དུང་དུམ་བུ་ཞིག་གཤམ་ལ་ཟིན་ཟིན་ཡོང་བ་ཞུ། ད་རིང་ཕྱི་ལོ་ཉིས་སྟོང་བཅུ་བཞི་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་མིག་མ་སྐབས་བཅོ་ལྔ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པའི་ལས་ཉིན་བཅུ་པ་ཆགས་བསྡད་ཡོད། ད་རིང་གི་ལས་རིམ་དང་པོ་དྲི་བ་འཕྲིན་ལན་གྱི་དུས་ཚོད་ཡིན། དྲི་བ་ཨང་དགུ་པ། དྲི་བ་གནང་མཁན་སྤྱི་འཐུས་བཀྲ་ཤིས་རྣམ་རྒྱལ་ལགས། དགུ་པ། དེ་ང་རེ་ལྟའི་ཡིན་ན་ཁ་སང་ང Washington DC ཕྱིན་པ་རེད་ལྟ་མཁན་རྩོད་པ་ཞོལ་དེ་འདྲ་དེ་ག་གེ་མེན་དེ་གང་ལྟར་དེའི་ས་ཆ་དེ་གང་ལྟར་མ་ནི་ཨ་ཡོང་བྱས་ནི Reception སྣེ་ལེན་བྱེད་མཁན་ཡོད་ས་དེ་གི་ལྟ་གང་ལྟར་མི་ཚང་མས་མཐོང་བདེ་ས་ཅིག་དང་ཨ་ནི་འདྲ་པར་རྒྱབ་བདེ་ས་ཅིག་གི་གནད་འགག་དེ་ཆགས་བསྡད་ཀྱི་འདུག་ཅེས་སོགས་དེའི་ནང་ལོགས་ལ་ཡ་ལྟ་འབྲི་ཡ་དེ་སྐུ་པར་སྲིད་སྐྱོང་གི་སྐུ་པར་དེ་བསྒྲིགས་བཞག་བཞག་སྐུ་མདུན་སྐུ་པར་དེ་དེ་ནས་ཕ་ཅེས་དེའི་འོག་ས་མཐོ་དམན་འདྲ་ཅེས་པའི་དེ་ལས་དམའ་ས་ཞིག་གི་ཕ་ཟུར་དེ་ལ་ཡ་སྒྲིག་ཆུང་བྱས་བཞག་ཅེས་གནང་སྟངས་དེ་རྒྱས་དེ་ད་ད་ལྟའི་ཆ་ལ་ཡ་ག་འདྲེ་རེད་ག་རེད་ཟེར་ན་དོན་གཅོད་ཁག་དེ་རྒྱས་དེ་ཚང་མ་ལོ་ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་ཚབ་ཀྱི་ལས་ཁུངས་ཅིག་ཆགས་ཀྱི་ཡོད་རེད་ཅེས་དུ་ཞུ་ཡ་ཡིན། དཔལ་ལྡན་སྲིད་དོན་སྲིད་སྐྱོང་མཆོག་གི་སྐུ་པར་སྒྲིག་ཆུང་གནང་བཞག་པ་དེ་རེད་དེ་ལ་ཡ་བསམ་ཚུལ་ག་གེ་མེད་སྒྲིག་ཆོག་གི་རེད་ཅེས་དེ་ཞུ་ཡ་ཡིན། འགྲིག་པ་རེད། ཆབ་སྲིད་སྐུ་དབང་ཆ་ཚང་ཡོད་དེ་ངེས་དེ་རེད་ཡིན་པ་ཡིན་ནའི། སྐུ་མདུན་སྐུ་པར་ཟུར་དུ་བ་ཅི་ལ་ཡ་ལྷག་བསྡད་ཡ་དེ། ལྷག་བཅུག་ཡ་དེ་ག་རེད། དེ།
གོང་དུ་ཕྱག་རེ་བྱེད་དུས་གསུང་བ་ནང་བཞིན། ཨ་ནི། སྐུ་པར་སྒྲིག་གཤོམ་བྱེད་ས་གའི་གནས་ཆས་དེ་ལ། ནི་རྒྱལ་དར་གཉིས་ཀྱི་དཀྱིལ་མ་ལ་ནི་སྲིད་སྐྱོང་གི་པར་ཞག་ཞེས་བ་ཅིག་དང། ཨ་ནི་ལས་བྱེད་ཚོགས་ཀྱི་ཕྱག་ལས་གནང་ས་ནི་མ་ཕེབས་ཡོང་ས་གི་ལམ་ཁ་གི་སིར་དུང་གི་མེ་བཏང་ས་ཅིག་གི་སྒང་དེ་ལ། གོང་ས་མཆོག་གི་སྐུ་པར་ཆུན་བཞི་ཞག་ཞེས་བ་དེ་གསལ་བོ་ཁྱེད་རེད། ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག།
དགོང་གྲངས་བརྒྱ་ཅུ་ལ་ཕེབས་ཀྱི་ཡོད་རེད། མཇུག་མ་ལོ་ང་ཚོས་བརྟན་བཞུགས་ཕུལ་གྱི་རེད་ཕུལ་ཡས་རེད། གཞུང་མང་གཉིས་ཀྱི་ཐོག་ནས། བོད་མིའི་སྒྲིག་འཛུགས་ཐོག་ནས། འཛིན། ཁ་ས་ཁུར་བཞེས་པའི་ཐོག་ནས། སངས་རྒྱས་བཞེས་ཞུས་པའི་སྐབས་དུ། བླ་ན་མེད་པའི་དབུ་ཁྲིད་བཞེས་ཞུས་པའི་སྐབས་དུ། རྒྱལ་ཁབ་དབུ་ཁྲིད་ཀྱི། མེ་འབད་ཀྱི། ནང་བཞིན་གྱི། ཀྱི་ཨ་ནི། སྐུ་པར་སྒྲིག་གཤོམ་གནང་ཡས་འདིས། རྟགས་རྟེན་འབྲེལ་ལ་གནོད་གི་ཡོད་རེད་གནོད་གི་ཡོད་མ་རེད་པས། ཟེར་དེར་ངས་དྲིས་པ་འདི་ཡིན། གནད་ཡོད་མི་སྣ་དེ་འདྲས་ཀྱིས་སྐུ་པར་དེ་དང་བྲལ་བའི་ཐོག་ནས་སྐུ་ཚབ་དོན་གཅོད་ཁང་ལ་ཡ་ཕྱག་བྲིས་དངོས་སུ་གནང་བ་དེ་འདྲ་ཡང་བྱུང་བཞག་འདི་དཔལ་ལྡན་སྲིད་སྐྱོང་མཆོག་གི་སྙན་ལ་འཁྱོལ་ཡོད་རེད་འཁྱོལ་ཡོད་མ་གོང་ས་རེད་ལྕམ་སྐུ་རིན་པོ་བས། ཆེ་ང་རང་ཚོ་གི་བོད་མི་རིགས་ཀྱི་ངོ་བོ་རེད། བོད་མི་རིགས་ཀྱི་བླ་ན་མེད་པའི་དབུ་ཁྲིད་རེད། བོད་མི་རིགས་ཀྱི་མཚོན་བྱེད་རེད། མཚུངས་ཙང་ཨ་ནེ་སྲིད་སྐྱོང་མཆོག་གིས་པར་ཏེ། བོད་མི་རིགས་ཀྱི་ངོ་བོ་དང་བོད་མི་རིགས་ཀྱི་མཚོན་བྱེད་དང་བླ་ན་མེད་པའི་དབུ་ཁྲིད་ཟེར། འདི་ལ་འགྲོ་ཐུབ་གི་རེད་འགྲོ་ཐུབ་གི་མ་རེད། དེ་དྲི་བ་གཅིག་ཡིན། ཁྱབ་བསྒྲགས་ཆེན་པོ་འབྲུ་བལ་དེ་ལས་ཡ། དོན་གཅོད་ཁང་ལས་ཡ། སྐུ་མགྲོན་ཕེབས་པའི་སྐབས་དང། མི་སྣ་གལ་ཆེ་ཕེབས་པའི་སྐབས་ལས་ཡ། སྐུ་པར་སྒྲོན་གསལ་དེ། རྒྱབ་རྟེན་གྱི་རྩིག་པ་དེ་སྔོན་པོ་ཅིག་དང་ནི་གེགས་ང་ཚོའི་ཀེ་ན་ཏྲ་དང་ཨ་རིག་གི་མཇལ་དར་བྱས་འདི་ལས་སྲིད་སྐྱོང་སྐུ་པར་ཡོ་བྱད་སྐུ་པར་བསྐྱོན་བྱས་དེ་གདོང་དེབ་ནང་དང་ཡེ་ནས་རེད་དྲ་རྒྱའི་ནང་ལ་ཡ་ཞུགས་གྲགས་ཆེན་པོ་ཅིག་འགྲོ་དུས་ག་ལ་ཡ་ནི་གཟིགས་ཚུལ་ཅིག་རྒྱ་གར་མོ་ཅིག་སྐུ་པར་མེད་བས་ཀྱི་རྣམ་པ་རུ་ཅིག་ཏན་ཏན་གཟིགས་ཚུལ་རེ་ཞིག་འདུག་འདི་འདྲ་ཅིག་ངས་ཞུས་ཚོགས་འདུའི་ཡ་ཡིན། ཚོགས་ས་འདི་ལ་ཡ་ནི་མ་འོངས་པ་ལ་ཡ་སྐུ་མདུན་སྐུ་པར་བཞག་ཡ་རྗེས་ནི་བཀའ་རྒྱབ་གནང་གི་ཡིན་གསུངས་འདུག་གལ་སྲིད་གོང་དུ་གསུངས་བསྡད་པའི་ཀྱི་གསོལ་ཚིགས་འཚོལ་ས་དང་ཚོགས་འདུའི་ཚོགས་ས་དེ་གལ་ཆེན་པོ་མིན་པ་ཅིག་དེ་འདྲའི་སྲིད་སྐྱོང་གི་སྐུ་པར་འབྲི་ཡོད་ན་ད་ཡང་བསྐྱར་དུ་དེ་འདྲ་བཀའ་ཤག་ནས་ཨ་ནི་བསྐྱར་དུ་བཀའ་རྒྱ་གནང་ནས་དེ་ལ་ཡང་སྐུ་འདུས་སྐུ་བར་ཅིག་དགོས་རེད་ཟེར་ནས་གསུང་དགོས་དོན་དེ་གར་ཆགས་དགོས་ན། གོང་ས་མཆོག་ལ་ནི་མེད་པ་རེད་གོང་ནས་མེད་པ་རེད། རྒྱལ་ཁབ་བཅུ་གཅིག་བཅུ་གཉིས་ཀྱི་སྐུ་ཚབ་དོན་གཅོད་ཀྱི་ནང་ལ་ཡང་སྲིད་སྐྱོང་གི་འདྲ་པར་བཞག་པ་ཡིན་ན། མ་འོངས་པའི་གི་འཛིན་སྐྱོང་རྒྱལ་ཁབ་དེ་གས་དེ་གི་ཆབ་སྲིད་ཀྱི་ཐོག་ནས་མཛད་དཀའ་འཁྲིག་གི་འཁྲིག་མ་རེད། ངས་འདི་གཅིག་དྲི་བ་གཅིག་འདི་ཡིན། ངས་ནམ་རྒྱུན་མཐོང་སྣང་ལ། ཐག་གཅོད་གནང་མཁན་འདི། མང་གཙོའི་བཀའ་བ་གསུམ་ལྡན་གྱི་སྒྲིག་འཛུགས་འདི་རེད་བསམ་གོ་རེད། ལག་བསྟར་གནང་མཁན་འདི་ཨ་འདི་གཤམ་འོག་གི་ད་སྐུ་ཚབ་དོན་གཅོད་རེད་ལས་ཁུངས་ཁག་གི་འདི་རེད་བསམ་གོ་རེད། ད་ལྟའི་གི་གནང་སྟངས་འདིའི་ཐོག་ན་ང་གར་སྒུག་འདུག་ཤོད་བི་ན། ཐག་གཅོད་གནང་མཁན་འདི་སྐུ་ཚབ་དོན་གཅོད་འདི་གས་འདི་བྱས། ཕྱག་བསྟར་གནང་མཁན་འདི་བཀའ་ཤག་ལ་སོགས་པ་འདི་གས་འདི་ཡིན་པ་རུ་ཆགས་ཡོང་གི་འདུག། ད་འདི་རེད་དམ་མ་རེད། སྐུ་ཚབ་དོན་གཅོད་འདིས་ཀྱིས་ད་ལྟ་འདིའི་ཕྱག་རིས་འདིའི་ནང་བཀའ་ལན་འདིའི་ནང་གསལ་བའི་ནང་མོས་མཐུན་དང་ཨ་ནེ་བགྲོ་གླེང་བྱུང་བ་རེད་གསུངས་སོ། བཀའ་ལན་གནང་བའི་སྐབས་ལ་ཐུགས་ཐག་བཅད་གནང་བ་རེད་གྲོས་ཆོད་བཞག་གནང་བ་རེད་སྟབས་འདི་ཕྱག་རྟགས་འདི་བཀའ་ཤག་གི་ལྟར་གནང་ཡིན་པ་དེ་བོད་མིའི་སྒྲིག་འཛུགས་ལས་ཁུངས་མ་ལག་དང་བཅས་པའི་ནང་ལ་སྐུ་པར་བྲིས་གཞུང་གནང་ཡིན་པ། ལས་ཁུངས་མ་ལག་དང་བཅས་པའི་སོ་ལྟ་ཚང་མར་གོ་སྒྲོས་རེད། དེ་འདྲས་ཞིག་གནང་ཡ་རེད་དམ་མ་རེད། ད་ང་ཚོའི་གི་ལས་ཀ་ཡོངས་རྫོགས་འདི་སྐུ་ཚབ་དོན་གཅོད་འདི་གི་དུ་རྩོམ་ཐག་གཅོད་གནང་ཡ་རེད་པས། དེ་འདྲའི་ཆ་བས་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་གི་ཚོགས་དུས་འདི་གི་དེ་གུག་རེད་པས། བཀའ་ཤག་ལྷན་ཚོགས་དེ་གུག་རེད་པས་དེ་ཚོ་གོང་པོ་བཞེས་རོགས་གནང་འདི་ཚ་བཀའ་ལན་འདི་གི་གནང་རོགས་གནང།